སོ་སོ་ག་ཚད་ཅིག་ཤེས་པ་དེའི་དེ་ཨེ་ནི་ཐོས་དོན་སྒྲུབ་ལ་ཞོན་ནི། སྟོན་པའི་དམ་ཆོས་རྣམ་གཉིས་ཏེ་ལུང་དུ་གཏོགས་པའི་བདག་ཉིད་དོ། དེ་འཛིན་བྱེད་པ་མ་བྱས་པ་སྒྲུབ་པ་བྱེད་པ་ཁོ་ན་ཡིན་སེ་གསུང་བ་ནང་བཞིན་གྱིས་ལྟ། ག་རེ་སློབ་སྦྱོང་བྱས་པ་དེའི་དེ་རྒྱུད་ཐོག་ལ་བཀལ་ནས་ལག་ལེན་བཀལ་ན་གལ་ཆེན་པོ་རེད་ཅེས་གསུང་བ།

ད་དུས་རང་ད་མ་གི་རྒྱ་གར་ལྷོ་ཕྱོགས་ལ་ང་དེ་ལབ་དགོས་བསམ་དྲན་བྱུང། སྔན་མ་ངའི་བར་ན་སེ་དེ་ལབ་པ་རེད། དེ་དུས་རྒན་པད་མ་རྒྱལ་མཚན་ཡོད་རེད། བོད་ཕྱི་རྒན་ཉི་མ་ཡི་ཡོང་བ་ཡོད། བྱས་ནས་མི་གི་ང་ཚོ་བར་ན་སེ་མི་གི་གཙུག་ལག་དམ་བཅའ་འཚོལ་བའི་ཁ་ཐུག་ལ་ད་རི་སྟག་སེ་བཏང་དུས་ལུང་ཁྱོད་ནས་དྲང་གི་མི་འདག་སེ། ལུང་འདྲེན་ཁྱོད་ནས་མེད་པ་བྱས། ཨ་ནི་སྟག་སེ་བཏང་ཡ་ཡིན་འདག་སེ། ངས་དུས་དེ་འདྲ་ཞུ་མྱོང།

ད་འདི་ནས་གཞི་ནས་ཅིག་བདེན་མེད་ཀྱི་གོ་བ་ཆགས་ནས་ཡོང་དུས་ད་འདི་འདྲེ་གི་ཨི་ནི། ད་ཡུམ་གཞི་ཅན་ལ་ཨི་ནི་གཞི་ནས་བདེ་བ་ལས་ཡ་ཅིག་གི་བྱས་ཙང་ཀ། ད་འོ་ནི་ཆོས་ཀྱི་སྤྱན་དྲངས་ཀྱི་འགྲོ་སྟངས་འདི་བྱས་པ་ཡིན་ན་ཕལ་ཆེར་སངས་རྒྱས་ཀྱི་བསྟན་པ་ཨ་མདའ་དུས་རབས་ཕལ་ཆེར་བརྒྱ་ཕྲག་གཉིས་གསུམ་དེ་འདྲའི་ཕལ་ཆེར་འདས་ཐུག་གི་རེད་བསམ་ན་ང་དྲན་དགོས་རེད།

མིར་ཕན་གི་ཡོད་རེད་ལོ་སྟོང་ཕྲག་ལྷག་གི་རིང་ལ་ཡང་ཆོས་ལུགས་འདྲ་མི་འདྲ་དུ་སྐྱེས་དེ་གི་མི་ས་ཡ་མང་པོ་ལ་ཡང་ཕན་ཡོད་རེད་ཨེ་འགྲིག་གི་རེད་ད་སྐབས་རེ་ཡང་ཆོས་ལུགས་རྒྱུ་མཚན་དུ་བྱས་ཏེ་གསོད་རེས་ཐོག་ཏུ་གཏང་གི་ཡོད་རེད་དེ། སྤྱིར་བཏང་མི་སྒེར་དུ་སི་ཡང་སྤྱི་རུ་བསྐྱལ་བ་ཡིན་ན་ཕལ་ཆེར་མི་ལ་ཡ་བྱམས་བརྩེ་དགོས་རེད། ཨེ་ནི་ཟེར་ཡག་འདི་ད་ཆོས་ལུགས་ཚང་མས་གསུང་གི་ཡོད་དེ་འདྲ་ཡིན་དུས་མི་ལ་ཡང་ཕན་ཐོགས་ཤུགས་ཆེན་པོ་བྱུང་ཡོད་རེད། རེད་དེ་ཡིན་ནའི་ད་ལྟ་དཀྲུག་ཐོག་ནས་འདུག་ཕྱིན་པ་ཡིན་ན

བདེན་བཞི་མི་རྟག་སོ་བཅུ་དྲུག། བྱང་ཕྱོགས་སོ་བདུན། འོ་ད་དེ་ཚོའི་གྲས་དེ། མ། ཚང་མ་ཐུན་མོང་ཡིན་དུས་རྩ་ནས་དེ། ཁུ་དུག་རུ་ཅེས་ཁུ་དུག་རུ་སོགས་ལ་དང་བྲོ་གླེང་རུ་ཅེས་བྱས། འདི་བཞུགས་ཏེ་ངས་བཀའ་འདྲི་ཞུས། ཨེ་ཁྱེད་རང་ཚོས་འོ་ད་བདེན་བཞི་མི་རྟག་སོ་བཅུ་དྲུག་དེའི་དེ་མ་གསུངས་ཡིན་དུས་རྩ་ནས་ཨེ་ནི་ལུང་ཙམ་ལ་བརྟེན་གྱི་ཡོད་བ་རིགས་པས་སྒྲུབ་ཀྱི་ཡོད་བ་ཞེས་ཞུས། དེ་ལུང་ཙམ་ལ་བརྟེན་གྱི་ཡོད་ས།

དེང་སང་ཚན་རིག་པ་ཚོས་དེ་ང་ཚོའི་གཞུང་ནས་བཤད་བཞིན་པའི་སེམས་ཁམས་རིག་པ་འདི་ཚན་རིག་པ་ཚོས་གཞི་པོ་ཅིག་ད་དགོས་མཁོ་མཐོང་གི་འདུག་ག་མོག་སྒྲོན་ཚན་རིག་པས་ནུབ་ཕྱོགས་ཀྱི་ཚན་རིག་པས་ཁོ་རང་ཚོའི་ཆོས་བརྒྱུད་སྐོར་དད་པ་བྱས་མ་གཏོགས་བསམ་སྟངས་ནི་འགྲོ་སྟངས་ནི་ག་གེ་ཞེ་མགོ་མར་བ་ལྟ་བྱས་ཙང་ག་དེ་ནི་ང་ཚོའི་ཨ་མདའ་སྤྱིར་སངས་རྒྱས་པའི་ཆོས་དེའི་ནང་ཚན་ནས་ནི་ནཱ་ལེནྡྲའི་ཆོས་བརྒྱུད་ཟེར་མཁན་དེ་ད་སེམས་ཁམས་རིག་པ་གཞི་པོ་ཅིག་དེ་རེད་བཞག་ཞིབ་ཚགས་པོ་གཞི་པོ་ཅིག་ང་ཚོ་ཐོག་མར་བློ་རིག་བརྟག་པའི་ལྟེ་བའི་དཀའ་སྡུག་ནི། ཀུན་འགྲོ་ཀུན་རུང་ང་ཡོད་ངེས་ན། དགེ་བ་བཅུ་བཞི་གསང་སྙིང་དྲུག། ཉེ་སྙིང་བརྒྱུད་བཞི་འགྱུར་བཞི། བྱས་ནས་བ་དན་དཔེ་ན་སུམ་ཅུ་ང་གཅིག་རྩ་གཅིག་གི་སོར་གདུགས་སུ་མ་གཅིག་ཕྱེད་ཡོད་དུས། ཨེ་ནི་སེམས་སྐྱེ་དུས་རྩ་ནི་སེམས་དེ་ཚོ་མི་རིག་མ་རེད། ཨེ་ནི། མིག་རྐྱེན་བདག་རྐྱེན་དེ་མ་ཐག་རྐྱེན། དེ་ནི་མང་པོ་གཅིག་དང་གཅིག་ཕྱེད་ཡོང་གི་ཡོད་རེད་བ་ཞིབ་ཚགས་པོ་བཞི་པོ་གཅིག། ཚོད་ཚང་ག་བ་དང་གཅིག་སེམས་ཁམས་རིག་པ་བཞི་པོ་གཅིག་སྤུས་དག་པོ་རེད་བཞག་ཨན། དེའི་དུ་མ་དྲུག་ཡོད་འདུག་ཙང་ནས་ལྟ་གོ། གཙོ་བོ་རིག་པའི་ལམ་ནས་འདུག་གསུང་སྒྲོག་དེ་ཡང་བྱེད་ཀྱི། དེ་འདྲ་ཡིན་དུས། ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡང་ཡོད་བསྡད་པས། ཨན། དཔེ་འབྲུ་བཅུ་བདུན་གྱི་གཞུང་འདི་ཡིན་དུས་ང་ཚོ་དངོས་གནས་དྲང་གནས་ཀྱི། བའི། དེ་བློ་གྲོས་ཀྱི། པའི་མིག་འབྱེད་ཡག་རེད་འདུག་བ་ཞི་བོ་ཅི་རེད་ཤག། ཟེར་ད་དགེ་བཤེས་ཚོས་འདི་ལྟར་ལབ་བ་རེད། ད། འཛམ་བུ་གླིང་འདི་གང་ལ་ཡང། ཕྱི་ལ་ངས་བདེ་སྐྱིད་བསད་དེ། བཀའ་འགྱུར་བསྟན་འགྱུར་པོ་ཏི་སུམ་བརྒྱ་ལྷག་ཅིག་ཡོད་དེ་བ་དེ་ནང་གི་བརྗོད་བྱ་སྡུག་ས་དབྱེ་བ་ཕྱེ་བ་ཡིན་ན་ཚན་རིག་གི་སྡེ་ཚན་གཅིག་དེ་སེམས་ཁམས་རིག་པ་གཙོ་བོར་གྱུར་པས་དེ་ནས་ནི་ཀ་ས་དེ་ལྟ་གྲུབ་སྐོར་སྡེ་ཚན་གཅིག་དེ་ནས་ནི་ཆོས་ཀྱི་སྡེ་ཚན་གཅིག་ཆོས་ཀྱི་སྡེ་ཚན་དེ་ནང་པོ་ལ་མ་གཏོགས་འབྲེལ་བ་སྐད་མེད་པས་ཆད། ད

ཁོ་ཚོ་དེ་དགའ་བོ་སྐྱོན་ཐོན་དགའ་གི་མེད་པ་རེད་བ། ཨེ་ནི་ཆོས་དད་ཡོད་པ་ཡིན་ནའི་ཅིག་ཆོས་ལུགས་འདྲ་མི་འདྲ་ཡོད་ངེས་དེ་ཡིན་དེ། ཁོ་སེམས་ཁམས་རིག་པ་དང་འབྲི་ཚུལ་བྲལ་ཏེ་ཚང་མ་ལོག་ལ་ཕན་ཐོགས་ཕྱིར་བ། ག་ལ། ཤ་ཚ་དེ་འདྲས་ཡིན་དུས་ང་ཚོ་བཀའ་འགྱུར་བསྟན་འགྱུར་ཨེ་ནི་སྡེ་ཚན་གསུམ་ཕྱེས་ནས་ཨ་འདྲ། སེམས་ཁམས་རིག་པ་གཙོ་བོར་གྱུར་པའི་ཚན་རིག་གི་སྡེ་ཚན་དེ་ང་ཚོ་ཕྱོགས་བསྒྲིགས་བྱས་ནས་དེབ་ཅིག་ཐོན་ཚར་རེད་ཚན་རིག་ཀུན་འདུས་ཟེར་ཏེ། ད་ཨ་འདྲ་ལྟ་གྲུབ་ཀུན་འདུས་ད་མགྱོགས་པོ་ཐོན་ཡོད་རེད། བྱས་ཙང་ང། བྱས་ཙང་ང་རང་ཚོས་ད། ཆོས་ཀྱི་སྡེ་ཚན་རྐྱང་རྐྱང་ནང་ལ་མ་བཞག་པའི་ཆེད་དུ་མི་མང་པོ་ཅིག་ལ་ཕན་ཐོགས་ཡོང་ཡག་ལ། ཨེ་ནི། ཅིག་གི་སེམས་ཁམས་རིག་པ་དང། ཨེ་ནི། སེམས་ཁམས་རིག་པ་དང་འབྲེལ་ནི། ཨེ་ནི། སྤྱོད་འཇུག་འདི་ཚོ་ནང་ནས་གསུང་བཤད་པས། རང་རྗེས་འཛིན་དང། བདེན། ཨེ་ནི། དབུ་མའི་གཞུང་ནི་བདེན་འཛིན། གི། ཉོན་མོངས་ཀྱི་རྩ་བ་འཇིག་གི། སེམས་མ་སྐྱིད་པ་བཟོ་མཁན་དེ་ཉོན་མོངས་ཀྱི་འཇིག་གི། འདི་ཚོའི་ཕྲད་དེ། དམིགས་བསལ་ཆོས་དང་མ་འབྲེལ་ཆེད། ཁོ་ར་གང་དང། གཅིག་སེམས་ཁམས་རིག་པ་གཙོ་བོ་བྱས། བྱས་ནས་སེམས་ལ་ཞི་བདེ་ཡོང་ཡག་སེམས་ཀྱི་ཞི་བདེ་དཀྲུག་མཁན་དེ་ཆགས་སྡང་དེ་ཚོས་དཀྲུག་དགོས་པ་ཡིན་འདུག་ས་ནས་དེ་ཡི་གཉེན་པོ་ད་ང་རང་ཚོའི་གཞུང་ནང་ལ་མ་གཏོགས་གཞན་དག་ཡེ་ཤུ་ཆོས་ལ་འཁྱེར་ན་ཡོད་མ་རེད། ཨེ་ནས་ཁ་ཆེའི་ཆོས་དང་དེ་ཚོ་ཆོས་ལུགས་མང་དགུ་གཅིག་ནང་ལ་དེ་ཚོ་དེ་འཁྱེར་ན་ཡོད་མ་རོག་ད། དཀོན་མཆོག་ལ་གསོལ་བ་འདེབས་པའི་གོ་རེ་མ་གཏོགས་ག་གེ་མི་འདུག་ག། ད་ང་རང་ཚོ་ནང་པའི་གཞུང་སྤྱི་དང་ལྷག་པར་ཨེ་ནས།

གང་ལྟར་རྫུ་འཕྲུལ་གྱི་འདི་གང་ལ། ཆོས་དད་མེད་ངན་གྱི་མི། ཕལ་ཆེར་དུང་ཆུ་བཅུག་ཟེར་བཤད་གི་འདུག་ག་ད། ཨདོ་ཀྱི་མི་གུང་བྲན། ཁ་ཤས་ཡིན་མིན་གུང་བྲན་ཡིན་པ་དེ་ཚོའི་གྲས་དེ་ད་ཆོས་དད་ཡག་མ་རེད།

ཚེ་ཚད་འདི་འདྲ་ཡིན་དུས་ཚད་ནི་ཁོ་གང་ལྟར་སེམས་ཀྱི་ཞི་བདེ་སེམས་ཀྱི་བདེ་སྐྱིད་ཟེར་དེ་འདྲའི་སྒང་ནས་སྐད་བཤད་ཡོང་དུས་གང་ལྟར་ང་ཚོར་སློབ་ཞོར་དུ་ཡིད་བདེ་ཡག་ཤོས་ཆགས་བསྡད་ཡོད་རེད། འོ་ད་འདི་ཤེས་དུས་ཚད་ནི་ཆོས་བཤད་རྒྱུ་ཡོད་ས་ཁེ་ཆེ་མེད་པ་ཆེ་སྤྱི་བཏང་གི་ཤེས་ཡོན་གྱི་དུས་ཚད་ཀྱི་ནང་ལ་བཞག་ནས་འདུག་བཤད་ཐུབ་ཡག་བྱུང་ན་འདི་ཡག་པོ་ཡོང་གི་རེད་འདི་ང་ཁྱེད་རང་ཚོར་ཤེས་ཉེན་འདོད་བྱུང། ཅེས་གསུངས་པ་དང། ང་ཚོས་བསླབ་ཤེས་པ་འདི་ཡིན་ཏེ། རང་གཞན་དོན་ནི་རབ་བསྒྲུབ་ཅེས་བྱང་ཆུབ་སེམས་ནི་བསྐྱེད་པ་ཡིན། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་ཡིན་ནོ་སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར་རེས་བྱས་ནས་ད་གང་ལྟར། སེམས་ཅན་ཚང་མ་རོགས་ལྟ་དུད་འགྲོ་ཞིག་ལྟར་ནི་སྐད་བཤད་དགོས་ཡ་མ་རེད་ད་གང་ལྟར་ང་ཚོ་འགྲོ་བ་མི་དེ་ཡིན་ཏེ་ཅིག་སྐད་བཤད་ནས་ཅིག་གུ་རྒྱུ་ཚོགས་རྒྱུ་ཡོད་ལྟ་བུ་ཞིག་འདུག་ཙང་ནས་ཅིག་ང་ཚོས་བསླབ་ཤེས་པ་འདི་ཡིན་ཏེ།

ད་གནའ་རབས་ཀྱི་ལོ་སྟོང་ཕྲག་གསུམ་གྱི་གོང་ནས་ནག་པོ་མོ་ཆུང་གོང་ནས་ཡོད་བསྡད་པ་དེ་ཡིན་ཏེ། ད་ཚུ། དེང་སང། ད། Modern India། ད། དུས་རབས་གསར་པའི་རྒྱ་གར་ནང་དེ་ཡིན་ཏེ་ཚུ་སྐྱག་ཚུ་ཆད་ཆད། དེང་དུས་ཀྱི་ཤེས་ཡོན་དང་གནའ་རབས་ཀྱི་ཤེས་ཡོན་ཟུང་དུ་སྦྲེལ་ནས་ལབ་ཐུབ་པ་ཅི། ཆེ་སྒུག་འདུག། ངས་འདི་ལྟར་བ་མོས་གུས་ཞུ་འདོད་ཡོད། ཚུ་རྒྱ་གར་མང་ཁུལ་དུ་དོ་སྣང་ཤུགས་ཆེན་པོ་བྱས་ཡོང་གི་འདུག། བྱས་ཙང་ད་དེ་འདྲའི་ཅིག་གི་གནས་ཚུལ། གང་ལ་ཡང། ང་ཚོ་ད་གི་ཤི་ཚོད་ད་ག་འདྲ་ཅིག་བུ་གི་ཅིག་ཞབས་འདེགས་སྒྲུབ་ཡག་གི་ཆ་རྐྱེན་ང་ཚོ་མང་ཡོག་རེད་སློབ་སྦྱོང་བྱ་ཡོག་རེད་པ་ད་རེད་པ། དེང་དུས་གི་ཅིག Professor ཟེར་བ་ཅིག་མིང་ཆེན་པོ་ཤར་ཡོད་ནས་དེ་འདྲས་གི་ཅིག་སེམས་ཁམས་རིག་པ་ད་དུས་དེ་ཆེད་དུ་གཉེར་ནས་སློབ་སྦྱོང་ཤུགས་ཆེན་པོ་གི་མི་དུས་ད་ནས་ཁག་པོ་རེད་ད་ང་རང་ཚོས་མི་གཞུང་ཆེན་པོས་ང་དེ་ནང་ནས་དབུ་ཕར་གནམ་བསྒྲིལ་གསུམ་པོ་དེ་སྦྱང་ཤེས་པ་དེ་དེ། དོན་ཏེ། ང་ཚོ་དམིགས་བསལ་ཆོས་དེ་སྐད་ཆ་མིན་པ་ཆེས་ཤེས་ཡོན་གྱི་སྡེ་ཚན་ནང་ནས་མི་སྤྱི་ལ་ཡང་ཕན་ཐོགས་བྱེད་འདོད་ཡག་ལྷག་པར་རྒྱ་གར་ནང་ལོགས་ལ་ཅིག་རྒྱ་གར་གྱི་རིག་གནས་བསྐྱར་གསོ་བྱེད་ཡག་ནང་ལོགས་ལ་འདི་ང་ཚོ་ཕན་ཐོགས་བྱེད་འདོད་ཡག་ཅིག་ངས་མཐོང་གི་འདུག་དཔེ་གལ་ཆེན་པོ་འདུག་ཤེས་སོང།

དེ་ནས་ནི་དལ་འབྱོར་ཐུན་བཞིའི་ཉེས་ཁ་འཆི་བ་མི་ལ་བ་ཞེས་སོགས་དུག་གསུམ་མ་སྤངས་བྱེད་ཁྲིམས་བསྲུང་གི་ཡོག་རེད་ད་ངས་ཡང་ད་དེ་སྔོན་རྡོ་རྒྱན་རང་ནག་ལོག་ལ་གྲུབ་དང་བདེན་པ་རྣམ་གྲངས་ནི་སངས་རྒྱས་ལོག་སོགས་དཀོན་མཆོག་གསུམ་བསལ་འདི་གཞི་བཞག་བྱས་ནས་གྲུབ་དང་གསུམ་དུས་གྲུབ་བ་རང་གི་ངོ་བོ་བདེན་པ་ཉིད་དུ་འདོན་པའི་གདམས་ངག་ཟེར་བ་ལྔས་ལ་བདེན་གཉིས་དེ་བཤད། བདེན་གཉིས། གོ་བ་ཡག་པོ་ཅིག་ལས་ཡོད་འདུག་རྫ་ནས་གཞི་ནས་འགོག་བདེན་ཟེར་ཡག་ཅིག་ལ་བོད་སྐད་ཡོང་སྲིད་པ་ཅིག་རེད་ད། ཉོན་མོངས་ཀྱི་རིགས་དེའི་དེ་བདེན་འཛིན་གྱི་བྱེད་ཀྱི་ཡོད་པ་ད་བདེན་འཛིན་ཟེར་ཡག་དེ་ལོག་ཤེས་ཡིན་པ་དེའི་དེ་ཡག་པོ་ཅིག་སྒྲུབ་ཐུབ་ན་འགོག་བདེན་ཟེར་ཡག་ཅིག་དྲི་མ་གླུ་བུར་བ་ཟིན་བཤད་དེ་ཡག་དེ་རེད། ཉོན་མོངས་དེའི་ཚང་མ་ལོག་རྩ་བ་བདེན་འཛིན་ཐུབ་དེ་ཡག་རེད་བདེན་འཛིན་དེ་ལོག་རྟོག་རེད་ལོག་ཤེས་གལ་ཚེགས་ཤུགས་ཆེན་པོ་ཡོད་ནས་ཁོ་ལ་རྒྱབ་རྟེན་ཚད་མ་ཡོད་མ་རེད། ཚེ་འདི་འདྲ་ཡིན་དུས་སྒྲུབ་དང་ཟེར་ཡག་གི་བསྟན་སྙིང་སྒྲུབ་པ་རང་གི་ངོ་བོ་བསྟན་པ་ཡིན་ལ་འདོད་པའི་གདམས་ངག་འདི་གི་ནང་པའི་ཆོས་ཀྱི་གཞི་དེ་སྟེང། དེ་ནས་དམིགས་པ་བདེན་པ་ཞིག་ལ་འདོད་པའི་གདམས་ངག་ཟེར་བའི་ཚུལ་ནི་ཨེ་ནི་ད་གཞི་ཡི་གནས་ཚུལ་སྣང་གནས་མི་མཐུན་པ་ཞིག་ཡོད་འདོད་པ་དེའི་ཐོག་ནས་ཨེ་ནི་གཞི་ནས་ཅིག། ང་རང་ཚོ་ལ་ཡང་སྣང་ཚུལ་འདི་དང། ངོ་བོ་ཉིད་ཀྱིས་གྲུབ་པ་དོན་གྱི་ངོས་ནས་ཡོད་པ་ཞིག་དང་གཙོ་བོ་དང་དབུ་སེམས་ཀྱི་གཞུང་གཉིས་ཆོས་ཀྱི་བདག་མེད་གསུང་མཁན་དབུ་སེམས་ཀྱི་གཞུང་གཉིས་རེད་ལ་དང་དེའི་ནང་ཚན་ནི་དབུ་མ་པ་དང། དངོས་ནས་དྲང་གནས་ཀྱི་དང་འཇིགས་རུམ་ཞིག་ལ་གསུང་བ་ནང་བཞིན་རེད་གཞན་ཡང་སྣང་བའི་ཡོད་ཚ་ཟེར་བ་དང་སྟོང་པ་མེད་ཚ་ཟེར་བཞིན་སྟོང་པ་ཉིད་རྒྱུ་དང་འབྲས་བུར་འཆར་བའི་ཚུལ་བཤད་ན་དོན་ཚན་ལྟ་བས་འཕྲོག་པར་མི་འགྱུར་རོ་ཟེར་ཏེ། ལ། དགག་བྱ་འདི་པ་དབང་ཤེས་ལ་སྣང་གསལ་བདེ་གི་ཐོག་ནས་ཨེ་ནི་བཤད་ཐུག་རོ། དགག་བྱ་འདི་པ་དབང་ཤེས་ལ་མི་སྣང། རིག་མུན་དགག་བྱ་བཤད་དེ་ཡང་ཅིག་རང་རྒྱུད་པས་འདི་བཤད་པ་ཡིན་ན་ཨེ་ནི། དག། སྣང་བའི་ཡོད་དོ་ཟེར་ས་དེ་ཡོང་ཐབས་མི་འདུག་ག། ཟེར་ཐག་དེ་ཚོའི་གྲས་དེ་ཡག་པོ་བསམ་དང་འདུག་ཟིན་པ་ཡིན་ན་ཨེ་ནི་སྔོན་ནས་དྲ་གནས། ལ། སྤྱིར་ཨེ་ནི། ཁ་སོགས་ལ་ཆོས་ཀྱི་ལམ་མི་ཤེས་མཁན་གྱི་ཨེ་ནི་གྲུབ་མཐའ་དེ་ཡོད་དེ། དེའི་ནང་ཚན་ནས་ཨེ་ནི་དབུ་མ་པ་དབུ་མེད་པའི་ནང་ནས་ཐ་སྙད་དུ་རང་མཚན་མི་ཤེས་པའི་ལྟ་ག་དང་དབུ་མ་ཐལ་འགྱུར་བའི་ལྟ་བ་དེ་བཞི་པོ་གཅིག་ཤོག་ཆེན་པོ་རེད། དེ་ངས་ཡིད་བདེ་སྐུ་རུ་བསམ་བློ་བཏང་པ་རེད། ད་ཉིན་ལྟར་ཡང་བསམ་བློ་གཏོང་གི་ཡོད་རེད། ངམ་དངུལ་ཚོ་གཉིས། ང། སེར་ཤེལ་དགེ་བཤེས་མཚན་ཞབས་དངུལ་ཚོ་གཉིས། ཁོང་དབུ་མ་ལ་ཤེའུ་ཡི་དུ་ནང་ཡོད་རེད། བྱས་ཨེ་ནི་ང་ཡི་དེའི་ཤུགས་རྐྱེན་ཞིབ་ཐེ་བྱས། བྱས་ནས། ཨོ་དོ་བྱས་ནས་ཨེ་ནི་དབུ་མའི་ལྟ་བ་ལ། ཅེས། དེ་སྔ་བོད་ལ་ཡོད་པའི་སྐུ་དུང་ནས་དོ་སྣང་དགོས་རོགས་བྱས་ཡོད་རེད། ཤེའུ་ཡི་དུ་དུ་བ། ཕན་ཐོགས་ཆེན་པོ་ཤེའུ་ཆེ། ད་འདི་དང་འདྲེས་ནས་ཨེ་ནི་གང་དག་ཨེ་ནི་དྲི་མ་བླུ་བོ་བ་ཡིན་པ་ཨེ་ནི། བདེན་འཛིན་ཟེར་ཡང་ཉོན་མོངས་ཀྱི་རྩ་བ་བདེན་འཛིན་ཟེར་དེ་ཀོ་ལོག་ཤེས་ཡིན་པ་དེ་ལ་གཉེན་པོ་སྟོབས་ལྡན་ཡོད་པ་ཅིག་མཐོང་ཡོང་དུས་རྩ་ནས་ཨེ་ནི་བྱང་ཆུབ་དོན་གཉེར་གྱི་བློ་དེ་སླེབས་ཡོང་གི་འདུག་ག་རེད་དམ། སྙིང་རྗེས་སེམས་ཅན་ལ་དམིགས། ཤེས་རབ་ཀྱིས་བྱང་ཆུབ་ལ་དམིགས་ཟེར་དེ་ཨེ་ནི། བྱང་ཆུབ་སེམས་དང་སེམས་བསྐྱེད་བསལ་ཡང་གི་བྱང་ཆུབ་ཀྱི་སེམས་སེལ་བསྡད་དེ། བྱང་ཆུབ་ཟེར་ཏེ་ཡག་པོ་ཅིག་ངོ་མ་ཐོས་ན། སངས་རྒྱས་གོ་བ་ཐོབ་པར་ཤོག་ཟིན་ཅིག་ལབ་བསྡད་དེ་ཚིག་ཙམ་ཕྱིར་བ་བལྟ། ཟེར་ན་བྱང་ཆུབ་ངོ་འཕྲད་དེ་ཤེས་རབ་ཀྱི་བྱང་ཆུབ་ལ་དམིགས་བསལ་བསྡད་དེ་སྟོང་ཉིད་ཀྱི་ལྟ་བ་དང་འབྲེལ་ནས་བཤད་དགོས། དེ་འདྲ་ཡིན་དུས་གཞི། བདེན་པ་ཉིད་དེ་དེ་ནས་བདེན་བཞི་བྱས་ནས་འགོག་བདེན་དེ་གྲུབ་དེ་ནས། དེ་འབྲེལ་གྱི་ད་འགོག་ལམ་གྱི་ཆོས་དཀོན་མཆོག། རང་དབང་གི་ཐོག་ནས་འདོམས་པར་མཛད་ངེས་ཀྱི་སངས་རྒྱས་དཀོན་མཆོག།

གང་ལྟར་མངོན་རྟོགས་ཀྱི་ནི་སོ་ཡང་གི་དང་བདེན་གཉིས་དེ་ནས་བདེན་བཞི་དེ་ནས་སྐྱབས་གསུམ་དུ་གསུང་བར་བཤད་དེ། བཞི་པོ་ཞིག་འདིར་བཞག་ཁོང་དྲུག་པོ། ཨེ་ནི་རྗེ་རིན་པོ་ཆེའི་སྒྲུབ་གླེང་ཆེན་མོའི་ནང་ལ་སོ་ཡང་དེ། དེ་ང་ཚོ། ལམ་གླིང་གི། ལམ་གླིང་ཆེན་མོ་དེ་ང་ཚོས་བཅའ་ཡིག་སོར་བཞིར་བ་དང། སེམས་ལམ་གླིང་ཆེན་མོའི་ནང་ལ་རྗེ་རིན་པོ་ཆེ་གིས། གཞན་ཡིན་དེ་ཚོས་གསུངས་པའི་ཁ་ཐུག་ལ། རང་རྒྱུད་མ་བཏུལ་བར་གཞན་བཏུལ་བའི་གནས་མེད་པས། གཞན་རྒྱུད་བཏུལ་བར་འདོད་པ་དེ་ཐོག་མར་རང་གི་རྒྱུད་བཏུལ་བ་ཅིག་དགོས་སོ། རང་གི་རྒྱུད། བདུད་ལུགས་དེ་ཡང། གང་བྱུང་བྱུང་གི་འགྲུལ་བ་བྱས་ནས་རྟོགས་པའི་ཡོན་ཏན་དང་ལུང་དུ་བཏགས་པ་རེ་ཡོད་པས་མི་ཕན། བསྟན་པ་སྤྱི་ལྟར་བསྟན་པའི་རྒྱུད་དུས་ལུགས་ཤིག་དགོས་སོ། དེ་ནི་བླ་བོ་རིན་པོ་ཆེ་གསུམ་དུ་ངེས་པས་དུས་བ་ལ་སོགས་པ་གསུམ་གསུངས་སོ་ཞེས་ནི། འོ་དེ་བཞི་ཉིད་དུས་བ་ཞི་བ་ཉིད་ཞི་བ་ཟད་བདེ་གི་སྔ་འགྲེལ་འདི་གསུངས་འདུག་ག། ད་དེ་ནས་མ་བྱས་ནི། སྐྱེས་བུ་འབྲིང་གི་ཁ་ཐུག་སྟེ་བདེན་བཞི་མ་རོབ་ཙེ་ཞེས་གསུངས། དེ་ནི་དེའི་ཞུ་སྒོ་སྟེ། དེ་ལྟར་ན་བདེན་པ་བཞིའི་རྣམ་གཞག་བཅོམ་ལྡན་འདས་ཀྱི་ཐེག་པ་ཆེ་ཆུང་གི་གཞུང་ཚང་མའི་ནང་ལ་བཅོམ་ལྡན་འདས་ཀྱི་ཆོས་ཀྱི་དཔལ་སྒྲོམ་ཞིབ་ཏུ་བྱེད་བཞིན་འདུག་གསུངས་ཡོད་རེད། ཅེས་ནི་ད་སློབ་མ་བཀྲི་བའི་རིམ་པ་ཡང་ཚུལ་དེ་ལྟར་དུ་བྱ་ལགས། ཞེས་པའི་ཚིག་གསུངས་འདུག་ད་སྦྱར་བྱ་ལགས་ལམ་རིམ་ཆེན་མོ་ལམ་རིམ་ཆེ་ཆུང་དུ་དབྱེ་སྟེ་མི་བཀའ་དང་གོང་མའི་ལམ་རིམ་འདི་ཚོ་ཕྱིས་བྱ་བྱས་ནས་གསུངས་པ་ཡིན་དུ་བསམས་ནས། ཨང་ནི། གཞན་ཡིག་དེ་ཚོའི་ཐན་ཕྲ་དེ་ཚོ་ཡང་འདུག་སྤང་གྲོང་ཚང་ཞེས་གསུངས། སྦྱར་གྱི་རང་གིས་བཏགས་པའི་རང་ལུགས་སུ་ཞུས་པ་ཡིན་ན་བདེན་བཞི་ནི་ཁྲིད་ཡག་ཅིག་ཕལ་ཆེར་ཡོད་པའི་སོར་བཞི་འདུག་ས་དེ་འདྲའི་ཡིན་དུས། དེའང་ཚོ་གཞུང་འདི་ཡི་དེ་གུང་བཀྲིས་ནི། ད་གཙོ་བོ་བྱེ་རུམ་གཅིག་ཁོ་རང་གསུང་ཡག་དེ་རེད་དང་པོ་རྒྱ་ཆེ་བསྟོད་པ་མང་དུ་མཛད་བར་དུ་གཞུང་ལུགས་ཐམས་ཅད་དམ་པོར་བཞག་ཐ་མ་ཉིན་མཚན་ཀུན་ཏུ་ཉམས་སུ་བླངས་ཀུན་ཀྱང་བསྟན་པ་རྒྱས་པའི་ཆེད་དུ་ང་ཚོས་འདི་བསམ་བཞིན་འདུན་མ་ལེགས་ནས་ད་བཀའ་དྲིན་ཆེ་བོ་རྗེ་བཙུན་མཁྱེན་པའི་གཏེར། ཨོ་ད་འཇམ་ཅིང་ཁོ་རང། དང་པོ། པའི་ཐོད་པ་རྒྱ་ཆེར་བཙལ། དེ་ནས་ཐོད་དོན་གྲུབ་ལ་ཞུ་ནས་བྱ་བྲལ་ཕོད་བཞི་བོ་གཅིག་གིས། ཨེ་ནི་བསགས་སྦྱངས་གནང། འདུག་ཟིན་ནས་ཨེ་ནི་ཐུགས་རྒྱུད་ལ་རྟོགས་པའི་ཡོན་ཏན་འཁྲུངས། ཨེ་ནི་དེ་ནས་ཨེ་ནི། བསྟན་པའི། ཨེ་ནི་གཞི་གྲུབ་གཉིས་ཀྱི་ཐོག་ནས་ད་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་ཡ། ཨོ་ད་འདི་ལྟར་ང་རང་ཚོའི་དགེ་རྒན་ཆེན་མོ་འདིས་གནང་སྟངས་འདི་འདྲ་རེད་ཤག་སོང། ཅིག་བྱེད་རུང་ཅིག་ཁོ་རང་མི་ཕ་ཡུལ་ནས་ཡར་ཕེབས་ལྷས་ས་ཡར་ཕེབས་དམ་བཅའ་བཞག་ཨེ་ནས་བླ་བྲང་རུ་ཅིག་བཙུགས་བྱས་ཨེ་རེད་བྱེད་རུང་ཅིག་གི་ཕྱག་མཛོད་དུ་བྱེད་རུང་ཅིག་གི་རྙེད་པ་ཞིག་ལ་སྐད་ཆ་མི་འདུག་ག་གྲགས་འཁྲབ་ཀྱང་སོ་ཅིག་བཞུགས་བྱས་ར་ད་འདུག་ཟེར་ནས་ཨེ་ནས་དངོས་ནས་ད་བྱེད་རུང་ཅིག་གསུམ་པོ་སྤུ་དུད་བཅོ་བརྒྱད་འདི་དང་ཧ་ལས་པ་རེད་ཤག་ཨེ་ནས།